དགའ་པོ་ཡོད། དེ་འདྲའི་གེགས་སུ་རོ། ད་ནི་གསུམ་པ་དེ་ལ་ཤིང་སྡོང་རེད། ཤ་ཀུའི་ཤིང་ལ་ཤིང་བཟའ་ད་ད་ད་ན་རོ་སྡོང་ང་སྡོང་ཤིང་སྡོང་རོ་བ་ཤིང་སྡོང་ལ་ན། སློབ་གྲྭ་ལ་ཤིང་སྡོང་མཐའ་བསྐོར་ཡོད་ད་སློབ་གྲྭ་ལ་ཤིང་སྡོང་གི་མཐའ་བསྐོར་ཡོད་རེད་ཤིང་སྡོང་མཐའ་བསྐོར་རོ། ཨ་རི་བོང་ང་སེམས་ཅན་གཅིག་མིང་རོ་བ་རི་བོང། ཨོ་རི་བོང་ཨ་ཆོག་ཨ་ཆོག་ལ་ན་རྣ་མཆོག་ལ་བོར་ད་ཨ་མཆོག་རེད་རོ་བ་རི་བོང་ཨ་ཆོག་ཀྲོང་ཀྲོང་རེད།

ཕྱི་མིག་ཟེར་ན། ཁ་ཚུར་ལ་བསྐོར་བའི་དོན། ཕྱི་མིག་ལ་ཡ་དེ་དོན་དག་ག་རེ་རེད་ལབ་ན། ཁ་ཕྱི་ལོག་ལ་ཕྱི་ལ་བསྐོར་བའི་དོན་དག་ལ་རེད་བ། གལ་སྲིད་ཁྱེད་རང་མདུན་ན་འགྲོ་གི་ཡོད་ན་ཐོབ་ཁ་རྒྱབ་བཏགས་པས་ན་འདི་ལ་ཡ་ཕྱི་མིག་ལ་རེད་བ། ཕྱི་མིག་ཟེར་ན་ཁ་ཚུར་ལ་བསྐོར་བའི་དོན། ལམ་ཆས་ལམ་ཆས་ལ་ན་ལང་ཀ་ཆས་ཀ་འདྲ་བོ་རེད་བ།

མ་ཚིག་ཟུར་བཏོན་བྱེད་རྒྱུ་རེད་འགྲོ་བ། ད་དེའི་ནང་ལོ་ནའི་དང་པོ་ག་རེ། ཕ་བུ་ལས། ཕ་དང་བུ་ཞེས་ལས་འགྲོ་བ། ངས་ཕ་བུ་གཉིས་རྡ་སར་ཕྱིན་པ་ཡིན། ང་དང། ང། པ་ལ། ན། པ་ལ་དང་བུ། མཉམ་དུ་ཡ། ག་བར་ཕྱིན་པ་རེད་ལ་ན་རྡ་རམ་ས་ལ་ཕྱིན་པ་ཡིན་ཞེས་འགྲོ་ཚར་དོན་དར་བ། ས་ཆ་ཞེས་རེད་ཅོན་དར་ས་ཆ་སྐྱིད་པོ་ཡོད་རེད་སམ་ཅོན་དར་ས་ཆ་དེ་དཔེ་སྐྱིད་པོ་ཡོད་རེད་ག་བ། བོང་བུ། ང་ཚོ་ལུང་པ་ལ་བོང་བུ་གཅིག་ཀྱང་མི་འདུག་ང་ཚོའི་ལུང་པ་དེ་བ་ལ། ཡིན་ཡོད་ལུང་པ་འདི་ལ་བོང་བུ་བཅས་གཏོང་ཡ་མི་འདུག་ཟེར་བོང་བུ་བཅས་ཀྱང་མི་འདུག་ལྷ་སར་ང་ཚོ་བོད་ཀྱི་རྒྱལ་ས་ལྷ་ས་རེད་ང་རང་ཚོ་བོད་ཀྱི་རྒྱལ་ས་དེ་ལྷ་ས་རེད་རྒྱ་གར་རྒྱལ་ས་ག་རེད་ཨོ་རེད་ལྡི་ལི་ཨོ་ང་ཚོ་བོད་ཀྱི་རྒྱལ་ས་ལྷ་ས་ཨོ་གནས་མཇལ་དགུན་ཁ་ནང་མིའི་ལྷན་དུ་གནས་མཇལ་ལ་ཕྱིན་པ་ཡིན་དགུན་ཁ་ང་རང་ཚོ་ནང་ང་རང་གི་ནང་མི་མཉམ་དུ་ལ་གནས་མཇལ་ག་ལ་ཕྱིན་པ་ཡིན་ཟེར་བ་ད་དེ་རྗེས་ལ་ཡ། བརྗོད་པ་ལྷུ་སྒྲིག་བྱས་དང་ཡིག་ངན་ངང་བརྗོད་པ་ལྷུ་སྒྲིག་བྱེད་གཅིག་པུ་གཅིག་རྐྱང་བྱས་ལ། ཡོད་གཉིས་ཕ་བུ་ལ་ཞིག་ས་ཆ་མ་མངོན་ཟེར་ལ། ད་འདི་མ་ཁབ་ཏུ་བཟོས་པས་ན། སྔོན་མ་ས་ཆ་ཞིག་ལ་ཕ་བུ་གཉིས་ཡོད་ཟེར་བ། སྔོན་མ་ས་ཆ་ཞིག་ལ་ཕ་བུ་གཉིས་ཡོད་ཟེར་བ། འདི་མ་ཁབ་ཏུ་བཟོས་ཟེར་ལ། འདི་ཁབ་ཏུ་མ་བཟོས་ངས་ནི།

པ། ཤིན། བདེ། ཐིག། བོང་བུ། ཡི། བུ། ལས་སོ། ད་དེ་ཁབ་ཏུ་གསོལ་བས་ན། བོང། བུ་ཡིས་བོང་བུ་ཁྲིད་དེ་ཕྱིན་པ་རེད། བུ་གིས་བོང་བུ་ཁྲིད་ནས་ཕྱིན་པ་རེད། ད་དེ། དྲུང་མ་ལོག་གོ། དྲུང་མ་ལོག་ན་དེ་ཚོས་སོ་དུང་མར་བལྟ། ཨང། ལ། པ། མེ། སྙིང། རྗེ། འདྲ། ཡི། འདི། ཟེར། ད་དེ་མ། ཁབ་ཏུ་གསོལ་བས་ན་འདི་འདྲའི་སྙིང་རྗེ་མེད་པ་ལ་ཨང། རེད་བ། ད་འདི། དྲུང་ནང་ལོག་ལ་བྱ་ཚང་ཡོད་རེད་བ། ད་རྣམ་པ་ཚོ་ནང་སྦྱོང་བྱེད་ཡོད་རེད་ནང་སྦྱོང་འདི་ཡག་པོ་ཞུ་རོགས་གནང། གཤམ་གསལ་མིང་ཚིག་རྣམས་ལ་བརྗོད་པོ་བཟོས། ད་འདི་ནང་ལོག་ལ་མིང་ཚིག་འདི་མང་པོ་བཀོད་ཡོད་རེད་བ། འདི་ཚོ་ཚང་མ་ལ་རྣམ་པ་ཚོ་ག་བྱེད་རེད། ཨ་ནི་ཚིག་གྲུབ་བཟོས་ཡོད་རེད་བ། གཙང་པོ་ལ་གའུ་གཙང་ང་གཙང་པ་ན་ལུག་གཙང་པོ་ལ་ན་ཆུ་ཆེན་པོ་ལ། གཙང་པོ་རེད་རེད་བ། རྒྱལ་ཁབ། རེད་བ། ར་ཁ་ད་ཁ་ཡེ་ད་རྒྱལ་ད་རྒྱལ་ཁབ་པ་ཁབ་རྒྱལ་ཁབ། ང་རང་ཚོར་རྒྱལ་ཁབ་བོད་རེད་བ། རྒྱ་གར་རྒྱལ་ཁབ་ཡོད་རོ་རྒྱལ་ཁབ་མང་པོ་ཡོད་རོ། མི་ཚེ། མི་ཚེ་ལས་ན། མི་གཅིག་གི་ལོ་རྒྱུས་ཆ་ཚང་བྱས་ལ་མི་ཚེ་རེད་བ། ད་ལོ་གཅིག་ནས་བརྒྱ་བར་དུ་མི་ཚེ་གཅིག་རེད་བ། མི་ཚེ། ཡོན་ཏན་ལ། ཤེས་ཡོན་ཡོན་ཏན་ཤེས་བྱ་ཡོན་ཏན། རེད་བ། སེམས་ཅན་ལ་ན། ད་སེམས་ཅན་དེ་ནང་རོ་ལ། སེམས་ཅན་ལ་སྤྱི་དང་གི་སེམས་ཅན་གི་གོ་ཡ་དེ་ལ། ཨ་ནི་ང་རང་ཚོ་མི་དང་ཁྱི་དང་ད་བ་ཆུ་དང་ད་ག་རེ་ཡིན་ཤ་ཚང་སེམས་ཡོད་ཀྱིན་ཚང་མ་ལ་སེམས་ཅན་ལས་རེད་བ། སེམས་ཅན། ད་ད་ནྡ་དེ་ལ་སེམས་ཅན་ལ་ན་ཁྱི་དང་ཤི་མི་དང་དེ་ཚོའི་གོ་ན་འགྲིག་འདུག་བ། སྙིང་རྗེ་ཟེར་རེད། ཨོ་སྙིང་རྗེ་ལ་ན་གཞན་ལ་ཡ་བྱམས་པ་བརྩེ་བ་འོ་དེ་ལས་ལ་སྙིང་རྗེ་ལས།